ཚད་མེད་དུ་ཞུས་པ་ཡིན་ས་རེད་དེ་ལ་བརྟེན་ནས་མི་མང་པོ་ཅིག་ལ་ད་དོགས་པ་ཡོང་བདེ་བ་ཞིག་དེ་འདྲ་རེད་ཤག། དེ་ཚོ་ད་དེ་དང་འབྲེལ་བའི་ཐོག་ནས་ལན་ཁ་ཤས་ཅིག་ཞུ་ཐུབ་ན་བསམ་སོང་དེ་རིང་གནས་ཚུལ་དག་རང་ཤོད་ཡིན། ད་ད་ཐོག་མ་དེ་ལ་ཡ་སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་ལྔ་པ་ཚེས་བཅུ་དྲུག་དང་ཚེས་བཅུ་བདུན་ལ་ཡ་ཨ་ནན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཨ་ནེ་དབུ་མ་རིན་ཆེན་ཕྲེང་བ་འདི་ཨ་ནེ་ག་ཟེར་བ་རེད་བཀའ་ཆོས་འདུག་ཟེར་ནས་དྲ་ལམ་བརྒྱུད་ནས་འདུག་གནང་བ་རེད། ཨ་ནེ་དེ་རིང་ཟླ་བ་འདིའི་དེ་རིང་ཚེས་ཉི་ཤུ་རྩ་དགུ་རེད་ཨ་ནེ་དེ་ལ་ཡང་དུས་ཆེན་མོའི་བཀའ་དབང་ཨ་ནེ་འདུག་ཟེར་ནས་སྟ་གོན་ཁོ་རང་སྟ་གོན་ཆ་ཚང་བྱས་ནས་ལེགས་པར་གྲུབ་པ་འོ་འདུག་ཟེར་ཆགས་དེ་རེད་ཞུས་ཡ་ཡིན། བྱས་ཙང་ད། དབུ་མ་རིན་ཆེན་ཕྲེང་བ་བདུད་བྱས་ནས། སྣང་བའི་སྒང་ལ་ད་ང་རང་གིས་ཧ་གོ་ཡ་གཅིག་བྱས་ན་ངས་འདི་གྲངས་ཀ་འདི་ནོར་ཡོད་ཀྱི་རེད་ཡོད་སྲིད་ཀྱི་རེད་རོ་ཡིན་ན་དྲ་ལམ་གྱི་བརྒྱུད་ནས་ཐད་གཏོང་ཞུ་མཁན་གསུང་ཆོས་ཞུ་མཁན་མི་གཅིག་འབུམ་ལྷག་ཙམ

དེའི་རྗེས་ལ་བསྐྱར་དུ་ཡང་རྒྱུ་སོགས་མང་པོ་ཅིག་བཏབ་པ་ལ་བརྟེན་ནས་ད་ད་ལྟ་ཐན་སྤང་ཟེར་བ་རེད། དེ་དང་གཅིག་ནད་ཡམས། Covid nineteen། གི་ནད་ཡམས་འདིས་རྐྱེན་པས་ད་མི་མང་པོ་ཆེ་ལ་ཡང་སེམས་ཁམས་ལ་ཡང་དཀའ་ངལ་ཤུགས་ཆེ་ཡོང་གི་ཡོད་པ་དང་འཛམ་བུ་གླིང་སྤྱི་ལ་འཇིག་རྟེན་སྤྱི་ལ་ཡང་ད་ཅི་གར་ཟེར་བ་རེད། བར་ཆད་ཟེར་ན་འདྲ་འདུག་ད་དེ་འདྲས་མང་པོ་ཅིག་ཡོང་གི་ཡོད་ས་དེ་ཟློག་པའི་ཆེད་དུ་ལ་ཡ་ཨ་ནི་སྐུ་མདུན་གྱི་ད་ཐུགས་རྗེ་ཆེན་པོས་བ་ཟིའི་ཆེད་ཨ་ནི་རྡོ་ཆེན་ནས་ད་རིང་མཐུ་ཆེན་པོ་བསྐང་བ་སྤྱན་རས་གཟིགས་མཐུ་ཆེན་པོ་བསྐང་བ་འདུག་སྣང་ཡས་ཀྱིས་ཨ་ནི་ཞལ་བཞེས་གནང་ནས་འདུག་ཅེས་དེ་རིང་སྟ་གོན་འདི་གྲུབ་པ་རེད། བྱས་ཙང་ད་ཁ་སིང་སྔོན་མ་ཨ་ནི་མི་འབུམ་གཅིག་ལྷག་ཅིག་གིས་ཨེ་བལྟ་བ་རེད་ཅེས་གསུངས་འདུག་ཨ་དེ་རིང་དེ་དེ་བཞིན་བྱས་ནས་ཕལ་ཆེར་གཟིགས་ཡོད་ཀྱི་རེད། ཨ་ནི་ཁ་སང། སྟབས། ཅིག། ཐད་གཏོང་ཞུ་མཁན་མི་འབུམ་གཅིག་ལྷག་ཅིག་ཡོད་པ་བྱས། དེ་ནས་ཨ་ནི་ཡང་བསྐྱར། ཐད་གཏོང་འདི་ཨ་ནི། ད། ཁ་གསལ་བ་རེད། ཁ་སུ་ག་རེ་ད་ཁ་སུ recording སིག་རོ་ཨིན་ཅིག་ཚེ་ལ recording གང་ད་དུ་ཆེ་ནས་ཉེ་ཉེ་གང་ལ་ཡ་དུ་ཆེ་སོས་ཆེ་གང་ད་ཁ་སུ་ག་རེ་ད་སྒྲ་གམ་སེ་བ་རེ་སྒྲ་གམ་དེ་འདྲ་སོས་དུ་ཆེ་ནས་མི་མང་པོ་ལ་ཡ་དུ་ཆེ་ནས་གང་ད་མི་ས་ཡ་མང་པོ་ལ་ཡ་དུ་ཆེ་ནས་ཁྱབ་ཆེ་ད་གང་ད་ཕན་ཐོགས་ཞུ་བྱེད་ཡོང་དེ་བའི་གནས་སྟངས་ཆེ་ཆགས་དེ་ཡོད་རེད།

ཨོ་འདི་ཡོད་རེད་ད་འདིས་ཁུངས་དེ་གང་ཡོད་རེད་ཟེར་ན་ཁྱེད་རང་ཚོ་ལམ་སྒྲོན་ལ་གཟིགས་ན། གལ་ཏེ་བླ་མ་མ་རྙེད་ན་དེ་ལས་གཞན་སྡོམ་ནོས་པ་ཡིས། ཆོ་ག་ཡང་དག་ཤེས་པར་བྱ་དེ་ལ་སྔོན་ཚེ་འཇམ་དཔལ་པས་ཨ་བ་ར་ཛ་བརྒྱུད་པ་ཡིས་ཇི་ལྟར་བྱང་ཆུབ་ཐུགས་བསྐྱེད་པ་འཇམ་དཔལ་ཁྱེད་ནི་སངས་རྒྱས་ཞེས་རྒྱན་གྱི་མདོ་ལས་ཤེས་པར་བྱ་ཞེས་གསུངས་རེད། བྱས་ཙང་ད་འདིས་བླ་མ་མེད་པའི་སྒོ་ནས་རྟེན་གྱི་དྲུང་ནས་བྱང་ཆུབ་སེམས་དཔའི་སྡོམ་པ་བླང་ཡང་ཟེར་བླ་མ་ཡོད་མར་དག་རྟེན་གྱི་དྲུང་ནས་བྱང་ཆུབ་ཀྱི་སེམས་བྱང་ཆུབ་སེམས་དཔའི་སྡོམ་པ་བླང་ཡང་དེ་ལས་གསུངས་ཡོད། བྱས་ཙང་གལ་ཏེ་བླ་མ་མ་རྙེད་ན་བླ་མ་བཟང་པོ་བྱང་ཆུབ་སེམས་སྡོམ་པ་ཞུ་ཡས་ཀྱི་བླ་མ་བཟང་པོ་དེ་ལས་ཡག་ཁྱད་ཆོས་ཤེས་ནས་གསུངས་ཡོད་རེད་ལམ་སྒྲོན་ནང་ལ། ཁ་ས་དེ་བླ་མ་དེ་མ་རྙེད་པ་ཡིན་ན་དེ་ལས་གཞན་ཨ་ན་སྡོམ་པ་ནོད་ཡས་ཡོད་རེད། སྡོམ་པ་ནོད་ཡས་ཀྱི་ཆོ་ག་ཡང་དག་པ་ཤེས་ཡས་ཡོད་རེད་འདི་ག་འདྲས་རེད་ལབ་ན་སྔོན་ཚེ་འཇམ་དཔལ་དཔལ་ཞེས་གསུངས་དང་སྔོན་ཚེ་འཇམ་དཔལ་དཔལ་བཅོམ་ལྡན་འདས་ཀྱིས

གསུངས་ཡོད་རེད། ད་སྔོན་ཆོག་དེ་ལ་ཡང་བཅུ་ནམ་རྒྱུ་ཡོངས་གྲགས་འདྲ་བོ་ཅིག་སྔོན་ཆོག་དེ་ལ་བཅུ་ཞེས་བར་སྔོན་ཆོག་བཅུ་དེ་ག་རེད་ལ་ན། སངས་རྒྱས་རང་ཉིད་སངས་རྒྱས་བཅོམ་ལྡན་འདས་རང་ཉིད་རང་བྱུང་གི་བསྙེན་པར་ཚོགས་པ་རེད་དགེ་སློང་གི་སྡོམ་པ་ཐོབ་པ་དེ་རང་བྱུང་གི་སྒོ་ནས་བསྙེན་པར་ཚོགས་པ། ད་ག་ན་ཞེས་རང་རྒྱལ་མཁན་སློབ་རང་རྒྱལ་དེ་གི་དེ་མཁན་པོ་དེ་སློབ་དཔོན་མེད་པའི་སྒོ་ནས་བསྙེན་པར་ཚོགས་པ་རེད། ལྔ་སྡེ་བཟང་པོ

འདུ་བྱས་ནས་དྲི་བ། སངས་རྒྱས་ཀྱི་དྲི་བ་མ་གནང་ཁོ་རང་གིས་འདི་ལ་ལན་ཅིག་གནང། ཨ་ནི་འདི་ལ་ཡང་སངས་རྒྱས་ཐུགས་མཉེས་པའི་སྒོ་ནས་ཨ་ནི་བསྙེན་པར་རྫོགས་པར་རེ་ཞིག་བྱེད་དེ་ནས་གསུངས་ཡོད་རེད། དག་ན་བཞིན་སྐྱེ་དགུ་བདག་མོ་སྐྱེ་དགུ་བདག་མོ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནེ་ག་ཟེར་བ་རེད། མ། ད། གསོ་བའི་མ་ད་མ་རེད། ག་ཟེ་སྐྱེས་པའི་མ་ད་མ་རེད་གསོ་བའི་མ་རེད་ད་སྐྱེ་དགུ་བདག་མོ་ཟེར་ཡ་རེད། ཨོ་སྐྱེ་དགུ་བདག་མོ་ལ་སོགས་པའི་བུད་མེད་ལྔ་བརྒྱ་འདིས

དབང་ཐོབ་ཀྱི་མ་རེད་ཟེར་ནས་གཞུང་མང་པོ་ནང་ལོ་བརྗེས་ཡོད་བསྡད་པ་རེད། ཡིན་ན་ཡང་ཨ་ནི་ཅིག་ཅིག་སོ་སོའི་ངོས་ནས་ཆ་རྐྱེན་དང་པོ་འགྲོ་བ་དེ་མོས་པ་གཙོ་བོ་དགོས་རེད་གསང་སྔགས་ཀྱི་ཅིག་བླ་མའི་སྒོ་ནས་ཨ་ནི་ག་ཚོད་རྩེ་གཅིག་ཏུ་ཕན་པའི་ཕན་པ་དང་བློ་དམན་གྱི་ངོས་ནས་ད་དད་པ། ཅེས་མོས་པ། འདི་གའི་དེ་གཙོ་བོ་ཡོད་པ་ཡིན་ན་ཨ་ནི་ཡང་དབང་དངོས་དང། དེ་མ་ཐོབ་པ་ཡིན་ན་དབང་གི་བྱིན་རླབས་ཐོབ་ཡ་ཅིག་ད་ནམ་རྒྱུ་ཡོངས་གྲགས་ནས་གསུངས་བསྡད་པ་འདྲ་བོ་ཅིག་རེད་ཞུ་ཡ་ཡིན་ཇི་ལྟར་ཐོབ་རྒྱུ་ཡོད་པ་དེ་དངོས་གནས་དྲང་གནས་ཆགས་འདེགས་ཡོད་རེད་ཅེས་ཞུ་ཡ་ཡིན། དར་ནག་ཤེས་དཔལ་གསང་བ་འདུས་པའི་རྒྱུད་ཀྱི་གཞུང་འདྲ་བོ་ཆགས་གསང་བ་འདུས་པའི་དབང་འདྲ་བོ་ཆགས་ཤིག་ན་གསང་བ་འདུས་པའི་རྒྱུད་གཞུང་ནང་ལོ་ལ་ཡ། གསང་བ་འདུས་པའི་དབང་དེ་དང་པོ། ཨ་ནི་ཁ་ཟས་རྒྱལ་བ་རྡོ་རྗེ་འཆང། དེ་བཞིན་ཤོག་སྦག་གིས། ཨ་ནི་རྒྱལ་པོ་ཨེ་འདྲ་བུ་དེ་ལ་ཡ། གནང་བྱ་བ་ཞིག་ཆགས་ཞུ་ཡ་རེད་ད་རྒྱལ་པོ་ཨེ་འདྲ་བུ་དེ་ལ། ག་འདྲས་རེད་ལ་ནི་རྒྱལ་པོ་ཨེ་འདྲ་བོ་དེ་དེ་ནུབ་ཕྱོགས་ཨུ་རྒན་གྱི་ཡུལ་ལ་བཞུགས་ཏེ་ངེད་ཀྱི་ད་རྒྱལ་པོ་ཆགས་ཏེ་ཡོད་རེད་ཅེས་ཚ་རྒྱལ་པོ་འདུག་ཤི་ཉི་མ་གཅིག་རྒྱལ་པོའི་ཕོ་བྲང་ལ་བཞུགས་བདེ་བའི་སྒང་ལའང་སངས་རྒྱས་འཁོར་དང་བཅས་པ་ཨ་ནི་ནམ་མཁའ་ལ་ཡང་འཕུར་ཅིང། ཨ་ནི་ཡུལ་དེ་ལ་ཡང་བསོད་ཉམས་ལ་འཕེལ་བ་རེད་ཅེས། བསོད་ཉམས་ལ་འཕེལ་དུས་ཨ་ནི་རྒྱལ་པོས་གཟིགས་ཀྱིས་ཨ་ནི་སྔར་མེད་པའི་སེམས་ཅན་དེ་ཨ་ནི་སུ་རེད་བས་ཟེར་ནས་སྐད་ཆ་དྲིས་དུས་ཚངས་པ་ལ་ཨ་ནེ་བླུན་པོ་ཅིག་ཡ་རྒྱལ་པོ་ལ་ཡང་ཞུས་བྱས་དེས་ཨ་ནེ། ད་དེ་བཞིན་བཞག་པ་མགོ་བོ་གཏམ་མ་ཟེར་མགོ་གཏམ་འབུད་ཟེར་ཡ་དེ་རེད་བྱས་ནས་གསུངས་པ་རེད་ཡ་ཞུས་བྱས་ཨ་ནེ། སངས་རྒྱས་ཀྱི་ལོ་རྒྱུས་དེ་ག་དེ་གང་ག་ཡ་ཞུས་དུས་ཨ་ནེ་རྒྱལ་པོ་བས་དད་པ་འཁྲུངས་བྱས་ཨ་ནེ་ད་ལྟ་ར་སངས་རྒྱས་སྐུ་འཁོར་དང་བཅས་པ་ཅིག་མཇལ་རྒྱུ་བྱུང་ན་བསམ་ནས་ཨ་ནེ་སེམས་ནང་ལོ་ལ་ཡ་དེ་འདྲ་ཅིག་བསམ་བློ་བཏང་མེད་ག་ལ་དེ་བཞིན་བཤད་པའི་མཁྱེན་བྱས།

ཨོ་རྒྱན་གྱི་ཡུལ་གྱི་ལུང་པ་གང་ག་ལོལ་ཡང་ཁོ་རང་གིས་ཨ་ནི་གསང་བ་འདུས་པའི་རྒྱུད་དེ། དབང་རྣམས་བདུད་བཞི་མན་ངག་འདི་སྐད་ནི་མ་གསུངས་ཅེས། ཨ་ནི་ལུང་པ་ཁོ་རང་ཨ་ནི། ཁ་ཟེར་བ་རེད། ད་མི་འབུམ་ཕྲག་ཁོ་རང་ཨ་ནི། རྒྱལ་བ་འདོད་ཆགས་གོ་འཕང་མངོན་དུ་བྱས་པ་རེད། ཇི་ལྟར་ལུང་པ་ལུང་པའི་གི་འགྲོ་བ་གང་ག་སྟོང་རེད་ཟེར་ནས་ལོ་རྒྱུས་ནང་ལ་དུ་གསུངས་ཡོད་པ་རེད། ཇི་ལྟར་འགྲོ་བ་གང་ག་སྟོང། སྟོང་ཚར་བའི་རྗེས་ལ་ལུང་པ་འདིའི་སྒང་ལ་ཨ་ནི་ཆུ་ཆགས། ཨ་ནི་ཆུ་ཆུ་ཆེན་པོ་མཚོ་ཆེན་པོ་བྱ། ཨ་ནི་མཚོ་དེའི་ནང་ལ་ཡོད་པའི་ཨ་ནི་ཀླུ་དང་གཟུགས་ལ་ཡ། ཨ་ནི་ཀླུ་ལ་ཡ་ཨ་ནི་ཕྱག་ན་རྡོ་རྗེ་གི་ཨ་ནི་ཨ་ནི་གསང་འདུས་པའི་རྒྱུད་དབང་འདི་སྐད་དུ་མ་སྣང་བྱས་རྒྱུད་གསུངས་ནས། ཨ་ནི་དེའི་གསང་འདུས་པའི་རྒྱུད་རྒྱུད་པ་ག་ས་ཨ་ནི་ཀླུ་དེ་ལ་ཡ། ཀླུ་ལས་སྐྱེས་པའི་རྣལ་འབྱོར་མ་སེ་ལ་གསུང་གི་ཡོད་ལ་རྒྱུད་པ་འདིར་བ་དག་ཀླུ་ལས་སྐྱེས་པའི་རྣལ་འབྱོར་མ་ཟེར་སོང། ཀླུ་ལས་སྐྱེས་པའི་རྣལ་འབྱོར་མ་གིས་རྗེས་ལ་ཡང་ཚོགས་དེ་མ་བྱུང་བྱུང་འགྲོ་འདིའི་ཁྲིད་ལ་ཡང་ལུང་པ་ཆགས་ལུང་པ་འདི་ཡི་རྒྱལ་པོ་མངའ་བདག་འབུ་སུ་བཀག་པ། འདི་ཡི་རྒྱལ་པོ་འདི་ལ་ཡང་བཟང་འདི་པའི་རྒྱུད་དེ་མ་གནང་རེ་ཟེར་གསུང་བར་བ་དབང་དང་རྒྱུད་དེ་གར་མ་གནང། མངའ་བདག་འབུ་སུ་བཀག་པ་གིས་པཱ་འདྲེ་ས་ར་ཧ་ལ་གནང། སྒྲུབ་ཆེན་ས་ར་ཧ་དེ་ལ་གནང། སྒྲུབ་ཆེན་ས་ར་ཧ་གིས་འཕགས་པ་ཀླུ་སྒྲུབ། ཨ་ལ་མགོན་པོ་ཀླུ་སྒྲུབ་ནི་ཡང་འདུག་སྣང། ད་མགོན་པོ་ཀླུ་སྒྲུབ་ནི་པད་ཟླའི་ཟླ་བ། ཨ་ནི་སློབ་དཔོན་ཀླུ་བྱང། ཨ་འདུག་ཟེར་ནས་མ་གནང་བྱས་མ་མ་མ་གནང་བྱས། ཨ་ནི། ད་ལྟ་ང་རང་ཚོའི་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་གི་བར་དུ་ལ་ཡང་ཨ་ནི་དབང་མ་ཉམས་པ་བྱས་ནས་ད་ལྟ་འདུག་ཟེར་ནས་ཡོང་བདེ་བ་བྱས་ལ་བྱས་ཙང་དང་པོ་རྒྱལ་པོ་ཨེ་འདྲ་བུ་དེ་གིས་མ་དབང་གནང་དུས་ཚངས་པ་ལ་ཡང་ཨ་ནི་པད་ཟླའི་ག་ལ་བ་རེད། འགྲོ་བ་སེམས་ཅན་ད། ཁ་སྟོང་ཕྲག་དང་ཁྲི་ཕྲག་དང་འབུམ་ཕྲག་འཁོར་ར་ཡ་རྒྱལ་བ་འདོད་ཆགས་གོ་འཕང་ལ་ཡ་དབང་གནང་བྱེད་ཡ་བསྐོ་ཡ་དེ་འདྲའི་ལོ་རྒྱུས་དེ་འདྲའི་ཡོད་བསྡད་པ་རེད་བྱས་ཙང། ཁ་ཟེར་བ་ཅིག་དབང་མི་ཅིག་མང་པོ་ལ་གནང་ན་འགྲིག་གི་མ་རེད་ཟེར་ཡ་འདྲ་བོ་དང་དེ་ཚོ་སྤྱི་བཏང་ནས་ཡང་ཁོ་དགག་བྱ་ཡོད་དེ་འདྲའི་ཡོད་རེད་དེ། ཡིན་པ་ཡིན་ན་དབང་གནང་ཡ་གི་གནང་བའི་ལོག་སྲོལ་དང་སྔོན་གྱི་སྐྱེས་བུ་ཐ་མ་མང་པོ་གི་གནང་བ་དང་དེ་འདྲའི་གི་ཡང

ཁ་ཤས་ཀྱིས་སེམས་མ་སྐྱིད་པ་ཡོང་ཡོད་དང་ཁོང་ཁྲོ་ལངས་ཡོད་དེ་འདྲ་ཡོང་གི་ཡོད་ས་རེད་ཁོང་ཁྲོ་ལངས་ཉིན་གྱི་མ་རེད་ཅེས་ཞུ་ཡས་ཡིན། སྤྱོད་འཇུག་གི་བཟོད་པའི་ལེའུ་ནང་འདི་གསུངས་ཡོད། སྐུ་གསུང་ཆོས་ལྡན་དམ་ཆོས་ལ་མཁས་ཤིང་འཇིགས་པར་བྱེད་པ་ལ་བདག་གིས་ཞེ་སྡང་མི་རིགས་ཏེ་སངས་རྒྱས་སོགས་ལ་གནོད་མི་མངའ་ཅེས་གསུངས། བྱས་ཙང་སྐུ་གསུང་དང་ཆོས་ལྡན་དང་དམ་པའི་ཆོས་འདི་གའི་དེ་ལ་མཁས་ཤིང་ཟེར་མཁས་ལ་ནི་ང་མཁས་བྱེད་པ་ང་མཁས་ལ་ནི་སྨད་ར་བཏང་བ་དང་ད་ལྟ་དུས་དོན་དག་མེད་པའི་སྐད་ཆ་དེ་འདྲ་བཤད་པ། འོ་བདག་ན་ཞི་ཨ་ཀུ་ཚུལ་དང་ཆོས་ལྡན་དང་དམ་ཆོས་དེ་གས་དེ་མ་བཤིག་པར་འཇིག་པར་བྱེད་པ་དང་བཤིག་པར་བྱེད་པ་དེ་ལ་ཁྱེད་རང་གི་ངོ་ནས་ཁྲོ་རིགས་མ་རེད། ག་ཡིན་ན། སངས་རྒྱས་སོགས་ལ་གནོད་མི་དགོས་སངས་རྒྱས་ཀྱི་སྐུ་གཟུགས་ལ་གནོད་སྐྱེལ་བ་ཡིན་ན་སངས་རྒྱས་ལ་གནོད་སྐྱེལ་ཡ་ཁྱེད་སྐུ་འདྲ་འདུག་ཚུལ་གནོད་སྐྱེལ་བ་ཡིན་ན་སངས་རྒྱས་ལའང་གནོད་སྐྱེལ་ཁྱེད་ཐུགས་མར་བ་གསུངས་རེད། འོ་འདི་ན་ཞི་ང་རང་ཚོས། ཁོ་རང་གིས་ག་རེ་དང་ག་རེ་གསུངས་པ་ཡིན་ན་ཡང། ཨ་ནི་རྒྱལ་བ་དོན་གྱི་བདག་པོ་ལ་ག་གེ། གནོད་སྐྱོན་ཡོང་གི་མ་རེད། བྱས་ཙང་ཁྱེད་རང་ཚོ་ལ་ནི་ཡང། ཁོས་གི་འདི་ཤེས་པ་ལ་བརྟེན་ནས་ཡང་སོ་སོའི་ཕ་སྙིང་རྗེ་སྒོམ་ནས་རེད་མ་གཏོགས་དེ་ལ་ཡང། ཨ་ནི། ཁོང་ཁྲོ། ཟ་བ་འདི་རྩ་བ་ཉིད་ནས་རིགས་མ་རེད་ཡིན་ནའི་ཡང་ང་རང་ཚོ་ངོས་ནས། འདི་འདྲའི་གི་རིགས་དེ་ལངས་ཡོང་གི་ཡོད་ན་དེ་ལ་ཡང་ལན་རྒྱག་དགོས་གལ་ཆེན་པོ་རེད་བསམ་གི་འདུག་འོ་དེ་ཕྱིན་ནས། ཁོང་ཁྲོ་མེད་པའི་ཐོག་ནས། ཕ་རུ་བོ་དེ་ལ་ཡང་བྱེད་སྟངས་ལས་སྟངས་དེ་ནོར་དེ་ཡོད་ཙང་ཨ་ནི། གང་འདི་ཅིག་གིས་ཅིག་གསུངས་ཡོད་རེད།

འོ་དེ་འདྲ་རེད་ད་ན་ཞིག་སྤྱོད་འཇུག་གི་ཚིག་ནི། བླ་མ་མཉན་ལ་སོགས་པ་དང་བཤེས་ལ་གནོད་པ་བྱེད། གནོད་པ་བྱེད་རྣམས་ལ། སྔ་མའི་ཚུལ་གྱིས་རྐྱེན་དག་ལ་རྒྱུ་བ་ཐོག་ནས་འཕྲོ་བར་འདོད་བ་བྱེད་ཚུལ། བླ་མ་དང་རང་གི་མཉན་ལ་སོགས་པ་ལ་ཡང་རང་གི་བཤེས་ལ་སོགས་པ་དང་གནོད་པ་བྱེད་པ་ཡིན་ན། སྔ་མའི་ཚུལ་གྱིས་རྐྱེན་དག་ལས་ཟེར་ཏེ་སྔ་མའི་ཚུལ་དེ་ག་རེ་གསུངས་ཡོད་རེད་ལབ་ན། ཨ་ནི། ཆོས་ལ་ངན་སེམས་ཀྱི་བཟོད་པ་ག་དུས་ལ་རྟེན་ཅིང་འབྲེལ་བར་བྱུང་བ་བསམ་བློ་བཏང་བའི་དབང་གིས། ཨོ་བཟའ།

གང་ཞིག་སྐད་ཅིག་ཙམ་ཡང་དེ་ཡི་བསོད་ནམས་བར་ཆད་བགེགས་བྱེད་པ་སེམས་ཅན་དོན་ལ་སྨད་འགྱུར་བས་དེ་ཡི་ངན་འགྲོ་མུ་མཐའ་མེད་ཅེས་གསུང་བར་བལྟ། དོན་དག་རྡོག་རྡོག། གང་ཡིན་ཟེར་ན། སྐྱེ་བོ་གང་གཞན་མི་སུ་འདྲ་ཞིག་ཡིན་པ་ཡིན་ན་མི་སྐྱེ་བོ་གང་འདྲ་སུ་ཡིན་ན་གོ་ཆོག་གོ་ར་ཅི་བྱེད་སུ་གང་ཅི་འདྲ་བལྟས་ཅི་འདྲ་རོ། སྐད་ཅིག་ཙམ་ཡང་བྱང་ཆུབ་སེམས་དཔའི་གྱི་མཛད་པ་ཕྲིན་ལས་ལ་ཡང་ཁྱེད་རང་གི

བྱས་ཙང་བྱང་ཆུབ་སེམས་དཔའ་ལ་གནོད་སྐྱེལ་བ་ཡིན་ན་སེམས་ཅན་གྱི་དོན་ལ་སྨད་པར་འགྱུར་བ་བཟོད་དགོས་ཡོད་རེད། བྱས་ཙང་དེ་ཡིས་ག་ལ་བར་འབྲས་བུ་འདི་ལ་ངན་འགྲོ་མུ་མཐའ་མེད་པ་ལ་ཡང་གནས་དགོས་ཡ་དང་འགྲོ་དགོས་ཡ་དེ་འདྲའི་བྱུང་རྒྱུ་རེད་ཅེས་འདུག་གསུངས་ཡོད་རེད། བྱས་ཙང་ཁྱེད་རང་གང་ཟག་སྒེར་གྱི་ངོས་ནས་ག་ཟེར་བ་རེད། ནོར་འཁྲུལ་བྱུང་བ་འདི་ཁྱེད་རང་གི་ངོས་ནས་ཤེས་པ་ཡིན་ན་ཧ་གོ་བ་ཡིན་ན། ཨཱ་ནི། རྒྱལ་བ་དོན་གྱི་བདག་པོ། ཀུན་འདུས་ལ་ཡང་ཨཱ་ནི་དགོངས། བཟོད་གསོལ་ཞུ་དགོས་ཡ་དང། དག་ན་ཤི། ཨཱ་ནི་ཁ་ཟེར། བོད། ད་བོད་མི། རྒྱ་ཆེན་མི་མང་ལ་ཡང་ཁྱེད་རང་ངོས་ནས་དགོངས་གསོལ་ཞུ་དགོས་ཡ་དེ་ཞེའུ་གལ་ཆེན་པོ་རེད་ཅེས་ཞུ་ཡ་ཡིན། ཨོ་དེ་ངས་ང་རང་ངོས་ནས་ཁོ་རང་ལ་ཡང། སྒེར་གྱི་ཐོག་ནས། ང་རང་སྒེར་གྱི་ཐོག་ནས་འདི་ཞུ་འདོད་འདྲ་བོ་ཅི། བྱུང་སོང་ཞེས་ཨ་ཏྭ་ཡིན་ན་ཡང་གང་ཟག་སྒེར་དེས་མི་ག་འདྲས་བྱོས་བར་བས་ལ་ན་ང་ནི་རྒྱུས་སྐད་མེད་ཡིན་ནས་ཧ་གོ་ཡ་འགྲོ་བས་བྱས་ན་མི་ས་ནས་ཤེས་བ་དེ་གོ་བ་རེད་མ་གཏོགས་ངས་དངོས་སུ་ཁོ་རང་རྒྱུས་སྐད་མེད་ཡིན་ཧ་གོ་ཡ་བྱས་ན་ཨ་ནི་ཁོ་རང་ནམ་རྒྱུས་གང་བྱུང་མ་བྱུང་བྱས་དེ་ངས་འདི་འདྲས་ཨི་འདྲས་ཅེས་རེད་ཅེས་ཨ་ཏྭ་གསུང་གི་འདུག་བ་གང་བྱུང་མང་བྱུང་གནང་དེ་ངས་འདི་འདྲས་ཅེས་རེད་ཟེར་གི་འདུག་དེ་འདྲས་ཡིན་ཙང་ཁོ་རང་གིས་ཤེས་བ་དེ་ལ་ནི་ཞུ་ཞུ། ཁོས་ཀྱིས་དེ་འདྲས་ཅེས་ཤེས་བ་ཡིན་ན་ད་ནི་ང་རང་ཚོས་འགྲོ་མགོ་ལངས་དགོས་ཡ་མི་ཁོ་རང་ག་ཅུང་མ་ཅུང་ཡིན་ཙང་ཁོས་ཤེས་བཞག་རྒྱུ་འདི་ལ་ང་ཚོས་ད་ནི་འགྲོ་མགོ་ལངས་དགོས་རྒྱུ་མཚན་ཞིབ་པོ་ཞིབ་པོ་འདི་འདྲ་ངས་མཐོང་མ་སོང་ཡིན་པ་ཡིན་ན་ཡང་ང་རང་གི་ངོས་ནས་དེ་ལས་ཧང་བསངས་དགོས་པ་དང་དེ་ལས་ཧ་ལས་བ་འགྲོ་ཅི་ཚོར་བ་འགྲོ་ཅི་གར་བྱུང་ཟེར་ན་ད་ནི་དེ་ལ་ཡ་རྒྱབ་སྐྱོར་གྱི་ཚུལ་དུ་ད་ནི་ཆོས་རིག་གི་ལས་ཁུངས་ཀྱི་ཆོས་རིག་ཆོས་རིག་བཀའ་བློན་གྱི་འདུ་བྱེད་ནས་ཁ་གསལ་བོ་རེད། ཆོས་རིག་གི་ལས་ཁུངས་ཀྱི་ལས་ཤོག་གང་ལ་འདུ་བྱེད་ནས་གསལ་བསྒྲགས་ཅིག་སྤེལ་གནང་དང་ད་ཅི་ཐང་ནས་ཆོས་རིག་བཀའ་བློན་གྱི་གསལ་བསྒྲགས་རིམ་པ་ཁ་ཤས་ཅིག་སྤེལ་གནང་དང་དང་པོ་དང་པོ་འདི་རེད་ཤག་ད་ད་འདི་ངས་འདི་ཅིག་འདི་མ་ཅིག་བཏོན་པ་ཡིན་ནར་ད་ཡི་གེ་འདི་ཆེ་རུ་བཏང་བ་ཡིན་ན།

སྤྲུལ་སྐུ་ཨོ་རྒྱན་སྟོབས་རྒྱལ་རིན་པོ་ཆེ་ནས་རྣམ་ཀུན་རང་ལ་གཟིགས་ངོར་ཇི་བྱུང་འཛེམ་ཟོན་མེད་པར་གསུང་མཁན་ཞིག་ཡིན་པས། རང་ལ་ཐུགས་ཚོར་གང་བྱུང་བ་གཞན་ནས་ཐལ་བ། ལས། གཞན་ནས་ཐལ་བ་ཟེར་དུས་བསམ་པ་ལ། སེམས་ནང་བློ་ཡོད་མ་རེད་ཁ་ནས་ཤོར་སོང་རེད་ཟེར་ཡ་འགྲོ་ཅི་ཁུག་ཡོད་ད། ད་དེ་ཁ་ནས་ཤོར་སོང་བ་དེ་ཁོ་རང་གིས་ག་འདྲས། བཀའ་བློན་ཁོ་རང་གི་ངོས་ནས་ག་འདྲས་བྱས་ནས། མཁྱེན་གྱི་ཡོད་པ་ཡིན། ད་དེ་དང་པོ་ཨ་ལེ་ང་ཚོ་དྲི་བ་གཅིག་རེ་བཞག་དེ་ནས་རྒྱབ་ལྗོངས་དམིགས་ཡུལ་གཞན་ཞིག་ཡོད་པ་ཡིད་ཆེས་མེད་ད་དེ་འདྲའི་གི་ཡིད་ཆེས་མེད་ཟེར་གི་པད་དེ་སྤྲུལ་སྐུ་ཨ་ནི་ཁ་སང་སྤྲུལ་སྐུ་ཨུ་རྒྱན་སྟོབས་རྒྱལ་ཡིན་ནས་ཅིག་གསུངས་བཞག་ད་ཁོ་རང་གི་འདི་ན་ད་ང་སྤྲུལ་སྐུ་བྱེད་ན་ང་ཞུས། ཐུབ་ས་མ་རེད་ཨཱ་ནི། ཨུ་རྒྱན་སྟོབས་རྒྱལ་ཟེར་བ་འདི་གིས་ཨཱ་ནི། དེ་འདྲའི་ཅི། ཡིད་ཆེས་ཁྱེད་རང་གིས་ག་ལ་བ་རེད། རྒྱབ་ལྗོངས་ཀྱི་དམིགས་ཡུལ་གང་མེད་པར་ཁྱེད་རང་ལ་ཡིད་ཆེས་མེད། པའི་ཁོ་ལ་དམིགས་ཡུལ་མེད་པ་དེ་ཁྱེད་རང་ལ་ཡིད་ཆེས་ཡོད་ཟེར་ག་འདྲ་སྲིད་ནས་ཁྱེད་རང་གིས་དེ་ཞུ་གི་ཡིན་པས་ད་དེ་དངོས་གནས་དྲང་ནས། ཡིད། ང་ཚོའི་བློ་ཡུལ་ལ་ཤོང་ཡ་རེད་མི་འདུག་དེ་འདྲའི་གཞན་སེམས་ཞེས་པའི་དངོས་ཤེས་འདྲ་བོ་ཅིག་ཡོད་ཡིན་ན་ཡང་མིན་ན་ཁྱེད་རང་གཉིས་ཤི་བོ་ཅིག། ལང་འདྲེ་ཡོད་ཡིན་ན་འབྲས་བུ་ཞུ་བྱེད་ཡོད་ཡིན་ན་ཅི་བསྟན་བསྟན་ཡོད་ཀྱི་རེད་ད་ཁྱེད་རང་གཉིས། ད་དེ་ཡིས་ཅིག། ཟམ་དང་ཡོད་པར་བྱ། དེ་ནས་དེ་ལ་བརྟེན་ནས། མང་ཚོགས་ཁྲོད་དུ་སེ། དོན་མེད་བློ་འཚབ་དོན་མེད་ཁ་ཟ་བློ་ཕམ། དང་བསམ་ཚུལ་མི་ཉུང་བ་ཞིག་ཡོང་གཞིར་སྣང། ད། མང་ཚོགས་ཀྱི་ཁྲོད་དུ་བསམ་ཚུལ་མ་གསུང་མཁན་དེ་དོན་མེད་རེད་བྱ། དོན་མེད་པ་རེད་བྱ། དེ་འདྲས་བྱེད་སོང་བྱ། ད། མང་ཚོགས་ཀྱི་བསམ་ཚུལ་དེ་དོན་དག་མེད་པ་ག་འདྲས་ཆགས་ཡོད་རེད་ད། ཁོ་རང་གིས་མི་གང་སར་སྒེར་བདེ་གི་ཀུན་བཏུས་ལ་ཡང་ག་རེ་བཤད་ཀྱི་ཡིན་ན་བཤད་ཆོག་གི་ཡོད་བ་བྱས། ཁོ་ལ་ཡང་ང་ཚོས་འགྲིག་གི་མི་འདུག་ཟེར་ནས་བཤད་བ་ཡིན་ན་འདི་དོན་མེད་ག་འདྲ་བྱས། སྤྱི་བཏང་ནི་ང་རང་ཚོའི་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་ལ་ཡང། སྤྱི་བཏང་ནི་ང་རང་ཚོའི། བླ་མ་བསྟེན་ཡོད་ན་འདྲ་འདུག་མེད་ན་འདྲ་འདུག་རྒྱལ་བ་དོན་གྱིས་ལྟ་བུ་ང་རང་ཚོ་བོད་མི་ཡོངས་ཀྱི་ད་ནི་ཁ་སོགས་རེད། བསྟེན་ས་འདྲ་བོ་དང་ཆགས་ས་དང་ལྟ་བའི་མིག་དང་ཁོག་པའི་སྙིང་ཡིན་ཟེར་ནས་ནམ་རྒྱུན་ཡོངས་གྲགས་འདྲ་བོ་ཞིག་རེད། ད་དེ་ལ་ཡང་ཨ་ནི་འདུག་ཟེར་ནས་མ་ཅིག་ཁོས་ཀྱི་ཚད་མས་འདྲ་བོ་ཞུས་འོང་དུས་མཚུངས་པ་ལ། ཨ་ནི་ང་ཚོའི་ངོས་ནས་འདི་ཁོའི་སྐད་ཆ་དེ་ལ་ཡང་ཕ་ཤེས་པ་དེ་དོན་མེད་ག་འདྲ་བྱས་ན་ང་ཚོ་འདི་དོན་མེད་ཆགས་ཡ་ཁོ་ར་མི་འདུག་ཨ་བསམ་བློ་ག་འདྲ་བཏང་དེ་དོན་སྨྲས་པ་མ་རེད་ད་འདི་དངོས་གནས་ཐོན་ནས་དོན་དག་ཡོད་པ་ཆགས་ཀྱི་འདུག་བསམ་བློ་འདྲ་བ་ཅིག་འོ་འདི་ངས་ཅིག་ཞུ་འདོད་འདྲ་བ་བྱུང། ད་དེ་ནས་འདི་འོག་དེ་ལ་ཡང་ཨ་ནི་ཁོ་རང་གིས་ད་སྐད་ཆ་རྫབ་ཆེན་སོགས་ལབ་བར་ད་ཅིག་ག་རེ་བྲིས་འདུག་ལབ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བླ་ཆེན་གཞན་སུ་དང། སུའི་འོས་ས། སུ་དང་སུའི་འོས་ས། གྲགས་སྙན། རྒྱུའི་འོས་ས། ཨ་ནེ་དབང་དང་བྱིན་རླབས་རིགས་གནང་སྐབས་དྲ་ཐོག་ནས་ཉན་མཁན་དང་ལྟ་མཁན་ཚང་མ་དབང་དང་བྱིན་རླབས་ངོ་མ་ཐོབ་པར་དགོངས་མཁན་དང་གསུང་མཁན་ཕལ་ཆེར་སུའང་མེད་ཟེར་ཁོ་ར་ཐག་བཅད་དོ།

ནད་དུ་ཨ། ཅེས་དབང་བྱས་ན་དེ་ནི་བྱེ་བའི་ཁ་དོག་ལ་ཡང། དྲ་རྒྱའི་ནང་ནས་ཡུལ་ལུང་མང་པོ་ལ་ཡང་འགྲོ་བསྡད་ཀྱི་ཡོད་རེད། ཚུལ་དེ་འདྲ་ཡིན་དུས་ད་རེས་ད། ཅེས་ཡུལ་ལུང་འདྲ་མི་འདྲ་ནས་ཅེས་དྲ་རྒྱའི་ཐོག་ལ་ཅེས་དོ་སྣང་རོགས་བྱས་ནས་ཉན་བསྡད་མཁན་ཡོད་པ་ཡིན་དུས་ཙང་ནས་ཨ་ནི་གང་འདྲ། བླ་མའི་ངོས་ནས་མཐའ་གཅིག་ཏུ་ཕན་པའི་ཕན་སེམས་ཀྱི་འདུན་པའི་ཤུགས་དག་ཁྱེད་རང་ཨ་ནི་དད་པ་ཅན་ཚོགས་དང་མཚམས་སུ་འཁོད་དེ་ངེད་ཀྱི་མི་རིགས་འདྲ་མེད་འདྲ་ཡུལ་ལུང་འདྲ་མེད་འདྲ་ཁྱེད་རང་ཚོའི་བསམ་བློ་པའི་འདུན་པ་རྩེ་གཅིག་པའི་ཐོག་ནས་ཉན་པ་ཡིན་ན་བཅོམ་ལྡན་འདས་རང་ཉིད་ཞལ་བཞི་པའི་ཕུ་ཐུག་ལས་ཁྲིད་ཀྱི་སྒོ་ནས་བསྙེན་པར་རྫོགས་ཟེར་བ་ཞིག་གནང་གི་ཡོད་རེད། ཅེས་ཕུ་ཁའི་དགག་བྱ་དགག་བྱ་རབ་ཏུ་འགྲེལ་རྒྱ་ཆེ་ཆེ་དུ་ཨེ་ནི་བསྙེན་རྫོགས་གྲུབ་ས་ཡོང་མུ་ཚུགས་དུས་དྲན་ལ་ཨེ་ནི་ཁྲིད་ཀྱི་སྒོ་ནས་ད་དུས་དུས་ཁ་བ་ཤ་ཡང་མར་བ་ད་ག་རུ་འགོ་དགོས་ཀྱི་རེད་ད་རེད་བ་དང་གཞན་གང་ལྟར་ཁྲིད་ཀྱི་སྒོ་ནས་བསྙེན་པར་རྫོགས་ཡག་ཐུགས་སུ་ཡོང་གི་ཡོད་རེད། ད་ལྟ་དེ་རིགས་སྐད་ས་བོ་གང་དག་ཨེ་ནི་གློག་འཕྲིན་གྱི་ཐོག་ནས་ལོ་ཁ་ར་ས་ཆ་ཡིན་ཀྱང་ཧ་ལམ་མེད་བསྡད་པ་གཅིག་ཡིན། ཁྱབ་བསྡད་དུས་ཁྱེད་རང་ཚོ་ཕྱོགས་དང་མཚམས་སུ་འཁོད་བསྡད་ངེས། ཁྱེད་ཀྱི་དད་པ་ཅན་ཁྱེད་རང་ཚང་བ་ལོག་ལ། ངས་ནི་དབང་དང་བྱིན་རླབས་རྫུས་བྲལ། ཐུགས་ཁུར་རེ་ངས་དེ་ལུགས་སྨོན་ལམ་རྒྱབ་ཀྱི། ངས་ནི་གང་ལྟར་མིན། ང་རང་བཅོམ་ལྡན་འདས་རང་ཉིད་ཞལ་བཞུགས་པའི་ཕུག་ཐུག་ལ་འདུལ་བའི་ལག་ལེན་དག་ཚིག་གཅིག་གིས་ཞིབ་ཚགས་པོར་བྱས་པ་རེད། དེ་ལས་ཁྲིད་ཀྱི་སྒོ་ནས་བསྙེན་པར་རྫོགས་ཆོག་ཞེས་འདུན་བརྩམས་ནས་ངས་འདིར་བསྡད། ངས་ནི་ཞིག་ཐང་ནང་གི་ཆོས་འཁོར་ཕལ་ཆེར་རེད་ཐང་ནང་གི་ཆོས་འཁོར་སྔར་བླ་མེད་དང་འབྲེལ་ཐེབས་པ་ཞིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་རྒྱ་མཚོའི་དབང་དང་བྱིན་རླབས་དེ་ཚོའི་གྲས་ངེས་པར་དུ་ཐོབ་ཀྱི་རེད་དེ་ལུགས་བསམ་བློ་གཏོང་ཤོག་ཨ།
དེ་ཚོ། བཀའ་སློབ་འདི་ཁོ་རང་པས་གསལ་བོ་ཞུ་ཕྱིར་བ། ད་འདིའི་བཀའ་སློབ་དེའི་དུས་འགོ་འོང་རྗེས་སྔོན་འགྲོའི་གསུང་ཆོས་གསུང་ཆོས་ག་ལ་ཡག་ཀུན་འདུས་བཀའ་སློབ་དེ་གསལ་བོ་ཤོག་ཤིག་གནང་སོང། ད་དེང་སང་ཆོས་རིག་བཀའ་བློན་གཅིག་གིས་སྤྱི་བཏང་གི་ཆོས་ཕྱོགས་དང་འབྲེལ་བའི་མཛད་སྒོ་ག་འདྲ་རེ་བྱེད་ན་ཚུགས་ཀྱི་ཡོད་ཡིན་ན་ཡང་དེ་ཚོ་ཚང་མ་ཆོས་རིག་བཀའ་བློན་ལ་འགན་ཡོད་བསྡད་པ་ཅིག་རེད་ལ། དམིགས་བསལ་གྱི་མཛད་སྒོ་དེ་དང་དེའི་སྐབས་དུ་ལ་ཡང་ཀུན་འདུས་ཀྱི་བཀའ་སློབ་ག་རེ་ག་རེ་གནང་གི་ཡོད་པ་འདི་ཆོས་རིག་ལས་ཁུངས་ཡོངས་རྫོགས་ཀྱི་ལས་བྱེད་པ་ཡོངས་རྫོགས་ཀྱི་ཤེས་དགོས་ཡ་ཆེད་དང་དམིགས་བསལ་གྱི་དང་འདོད་ཀྱི་ཆོས་རིག་བཀའ་བློན་གྱི་ངོས་ནས་དེའི་གནས་ཚུལ་འདི་ཤེས་དགོས་ཡ་འདི་ཞོ་ཅིག་གལ་ཆེན་པོ་རེད་བ་ད་ཁོས་འདི་ཤེས་ཀྱི་མེད་པ་ཡིན་ན་ཡང་ན་ཤེས་བཞིན་དུ་ཁྱད་གསོད་བྱས་ནས་མ་གསུང་གི་ཡོད་པ་ཡིན་ན།

ད་ཁོ་རང་གི་འདི་ཚིག་བྱ། དེར་རེ་ད་ལྟ་ཞིབ་བལྟས་སྐབས་སམ་དགོངས་ཟུར་ཆུང་བ་ཐུགས་ཁ་གཏན་ནས་བྱུང་བལྟོས་ནས་མི་འདུག་པས་ཆ་རྐྱེན་གང་ཡང་མེད་པར་སྙིང་ནས་བཟོད་གསོལ་བཟོད་གསོལ་གྱི་ཡི་གེ་བྲིས་གནང་འདུག་བཟོད་གསོལ་ཞུ་རྒྱུ་དང་དེའི་སླད་རང་ཉིད་བཀའ་བློན་གྱི་ལས་གནས་ནས་དགོངས་ཞུ་བྱ་དགོས་གྱུར་ན་ངེས་པར་དུ་བྱ་རྒྱུ་ཡིན། ད་འདི་དངོས་གནས་དྲང་ནས་ཁྱེད་རང་གི་བཀའ་བློན་གྱི།

ཐར་པས་ནད་ཀྱིས་མནར་ཏེ། རླུང་དྲག་ཐར་པའི་ནད་ཀྱིས་མནར་བའི་དབང་གིས་རྒྱུ་མཚན་དེ་ལ་བརྟེན་ནས་ནོར་འཁྲུལ་ཤོར་གྱི་འདུག་ཟེར་ནས་གསུང་གི་ཡོད་པ་ཡིན་ནར་དང། དེ་འདྲའི་ཚེ་ནོར་འཁྲུལ་ཤོར་གྱི་ཡོད་པ་ཡིན་ན་ན་ཚའི་དབང་གིས་ལས་ཀ་བྱེད་ཐུབ་ཀྱི་མེད་པ་དང་འགན་འཁུར་ཐུབ་ཀྱི་མེད་ན་དགོངས་པ་ཞུས་ན་ཡག་ཤོས་རེད་བ། ཨ་འདི་ཨུ་ཚུགས་རྒྱབ་ནས་དེའི་སྒང་ལ་དེད་དགོས་ཡས་ཀྱི་རྒྱུ་མཚན་རྩ་བ་གཉིས་ནས་ཡོག་མ་རེད་བྱས་ནས་འོ་དེ་འདྲ་འདྲ་བོ་ཞུ་ཡས་ཡིན་ཨ་ནི་ང་རང་སྒེར་གྱི་ངོས་ནས་བསམ་ཚུལ་ཡིན་ཨ་འདུག་ཟེར་ནས། ཞུ་ཡང་ཡིན་གང་དག་ག་རེ་ཡིན་ན་མ་ཡིན་ན་ད་འདི་སྒེར་གྱི་བསམ་ཚུལ་རེད་ཨ་ནི་ཚང་མ་ལོག་གི་ད་ཤུགས་སྐྱོན་ཅན་ད་ཡ་དེ་ཚོ་ཁྲལ་ཡ་ལན་རྒྱག་དགོས་གལ་ཆེན་པོ་རེད་ཁོང་ཁྲོ་དང་དེ་འདྲས་མེད་པའི་ཐོག་ནས་ལན་རྒྱག་དགོས་ཡ་དེ་ང་ཚོ་ད་དེ་གས་དེ་རྩ་བ་ཉིད་ནས་ལངས་ར་བཅུག་རྒྱུ་མི་འདུག་ད་ང་ཚོ་སྔར་ནོར་འཁྲུལ་ཆེན་པོ་ཤོར་ཚར་སྙན་མ་ང་ཚོ་དོལ་རྒྱལ་གྱི་གནས་ཚུལ་འདི་འགོ་བཙུགས་དུས་ཚང་པ་ལ་ང་ཚོ་ལྷོད་ཡངས་ཞེ་བོ་ཅིག་བཏང་ཚར་དེའི་སྒང་ལ་ང་ཚོ་ཤུགས་མ་རྒྱག་པ་བྱས་འགོ་བཙུགས་དུས་ནས་ད་གས་མ་རེད་བཞག་ཤོག་བཞག་ཤོག་ཟེར་དེ་ང་ཚོ་ད་བཟོད་འདྲ་བོ་བྱེད་ག་ཅིག་ད་ཆོས་ཀྱི་ཉམས་ལེན་བྱེད་ཀྱི་ཡོད་གདོང་མདོག་འདྲ་བོ་བྱས་ནས་ཨ་ནི

ཚིགས་བཅད་ཐ་མ་འདི། བདག་གིས་དེ་རིང་སྐྱོབ་པ་ཐམས་ཅད་ཀྱི། སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང། བར་དུ་བཟླས་ལ་དོན་དུ་འབོད་གསོལ་གྱིས། ལྷ་དང་ལྷ་མིན་ལ་སོགས་དགའ་བར་བྱེད། ང་རང་གཙུག་ན་འདི་འདྲ་རེད་འདི་གཉིས་རེད་ཟེར་ཏེ་ཡོང་མར་བསྡད་ཡིན་ནའི་ཕ་རོལ་པོ་འདིས། མ་རིག་པའི་རྨོངས་པའི་དབང་གིས་ཉོན་མོངས་དུག་གསུམ་གྱི་དབང་གིས། སྐྱོན་ཆེན་པོ་བཟོས་འོང་ནས་གང་ཟག་འདི་ལ་སྙིང་རྗེ་ཡོད་པའི་ཐོག་ནས་ང་ཚོའི་ཕ། དགག་པ་རྒྱག་པ་ཡ་དེ་ཞེ་བོ་གལ་ཆེན་པོ་རེད་གང་ལྟར་མི་འདིས་ཁོ་རང་ལ།